ཕ་སྐད་ཅིག་སྟེ་སྡོམ་པ་རེ་གཅིག་དོན་ཞབས་བརྟན་རེ་གཅིག་བྱེད་ཨ་ནི་གོང་འཕེལ་གྱི་རྒྱ་དེ་འདི་འདྲའི་གཅིག་གི་མ་གཏོགས་འདི་འདྲའི་གཅིག་སློབ་སྦྱོང་ལོ་ཉི་ཤུ་བྱེད་དགོས་ཡས་ཀྱི་འདི་འདྲ་གར་བྱེད་ཀྱི་ཡོད་ན་སང་སེང་ཅིག་ལྡོག་པ་ཡོང་ངེས་མང་པོ་ཡོད་རོ། ད་དེའི་ཆེད་དུ་ད་མདོ་སྟོད་འདྲ་བོ་ཅིག་ད་རྒྱལ་ཞིག་རྒྱལ་བ་ད་བཞད་གས་ཡོད་མ་རེད་ད། ཅི་ད་ནི་ད་སངས་རྒྱས་པའི་ཆོས་དེ་ད་ཆོས་འཛམ་བུ་ལི་དེ་ནང་ཆོས་ག་འདྲའི་ཅིག་ཡིན་ན་ཡང་ད་ཆོས་དེ་ཚོ་ཆོས་ཟེར་དེ་གླེ་སྟངས་འདྲ་བོ་དེ་ད

འདས་ཕེབས་ནས་ད་ཡུ་ནིག་འདྲ་བོ་ཅིག་ད་དུང་མ་ཡིན་པའི་ལྟ་གྲུབ་ག་རེ་ར་ཅིག་ཁེངས་བ་རེད། དེ་སྔོན་ལ་ཧིན་རྡུ་གི་ཆོས་ལུགས་དང་མང་པོ་ཡོད་རེད་དེ། ད་སྟོན་པ་འདས་ཕེབས་ཀྱིས་འདི་ལས་ལྷག་པའི་ད་ཅིག་མི་འདྲ་བ་འདྲ་བོ་ཅིག་ད་ཅིག་ག་རེ་ཁེལ་བ་རེད་ཟེར་ན། བཅོམ་ལྡན་འདས་ཀྱི་ད་ལྟ་གྲུབ་འདྲ་བོ་དེ། ད་ང་ཚོས་དུ་མ་སོང་ན། ཆོས་ལུགས་མང་ཆེ་ཅིག་གིས་ད་འདོད་ཡས་འདྲ་བོ་དེ། འཇིག་རྟེན་བཀོད་པ་པོ་ཟེར་ཡས་ཅིག་ད་ཁོ་ག་འདྲས་ཀྱི་བདེ་སྡུག་བཀོད་ངེས་དེ་ཡས་གས་ཅིག་དཀོན་མཆོག་ཟེར་ངེས་ཅིག་ཡོད་རེད། ད་དེ་ལ་མཐའ་གཅིག་ཏུ་ཡིད་ཆེས་བློས་སྐྱེལ་བྱེད་ཅེས་དེ་ལ་མཐའ་གཅིག་ཏུ་བག་ལེབ་བསྟོད་བྱེད་པ་ཡིན་ན། ཨ་ནི་དཀོན་མཆོག་གི་སྡུག་བསྔལ་དེ་སེལ་གྱི་རེད་ཅེས་བྱས་ད་དུས་འབྲེལ་གྱི་ལྟ་གྲུབ་ཅིག་ཁྱེར་འོང་ཅེས་དཀོན་མཆོག་ལ་ད་ཅེས་ཡིད་ཆེས་བྱེད་སྟངས་སྐོར་ད་ཤུགས་ཆེན་པོ་སླེབས་རོགས། ད་སངས་རྒྱས་པའི་ཆོས་ལུགས་དེ་ཁོ་དེ་དང་མི་འདྲ་བ་གཅིག་ལ་དེ་འདྲའི་ཁེག་མ་རེད་ད། འཇིག་རྟེན་དཀོན་པོ་པོ་ཟེར་དེ་ཁས་ལེན་གྱི་ཡོད་མ་རེད་ད་ག་རེ་རེད་ཟེར་ན་གང་ག་ལོ་རང་རང་གི་རྒྱུ་དང་རྐྱེན་ལ་བལྟས་ནས་བྱུང་བྱ་བ་ཅིག་རེད་མ་གཏོགས་ཅིག་ཡི་གེ་བཀོད་དེ་ངེས་ཅིག་ཡོང་གི་མ་རེད་སྲིད་ད་དེ་ལ་དམིགས་བསལ་གྱི་མང་པོ་ཅིག་བཀག་ནས་ཅིག་ད་ཅིག་རྒྱུ་ལས་སྐྱེས་པ་ཡིན་ན་ཡང་ད་རྒྱུ་དང་ཨ་ནི་ད་ཆོས་སྒོ་དང་པོ་དང་པོ་དེ་གླེང་འོང་རོགས་ད་མ་ད་གཞི་རྩ་འདྲ་བོ་དེ་ས་གཞི་རྩ་དང་པོ་དེ་བཅོམ་ལྡན་འདས་མགོན་པོ་རྫོགས་པ་སངས་རྒྱས་ནས་ད་ཆོས་ཅིག་ཐབས་ཤེས་སོགས་མང་པོ་བཞི་པོ་ཅིག་ད་ཆོས་སྒོ་འཁོར་ལོ་མང་པོ་ཅིག་བསྐོར་ཡོད་རེད་དེ་ད་བར་བསྡུས་པ་ཡིན་ན་འཁོར་ལོ་རིམ་པ་གསུམ་བྱེད་ཅེས་ད་འཁོར་ལོ་དང་པོའི། ལྟ་ཅིག་སྔོན་པོ་རྫོགས་པ་སངས་རྒྱས་ནས་ཞག་བཞི་བཅུ་ཞེ་དགུ་གི་རྗེས་སུ་ད་དང་པོ་དང་པོ་མ་སྣང་ཡས་ཀྱི་ལྟ་ཅིག་ཁེང་བ་ཡོད་དེ། འཕགས་པའི་བདེན་པ་བཞི་སྤྱད་ཅེས་གང་ཅིའི་མདོར་བསྡུས་པ་ཡིན་ན། འབྲས་བུ་ཡག་པོ་ཅིག་འདོད་ཀྱི་འདུག་ན། རྒྱུ་དེ་འབྲས་བུ་དེ་གི་རྒྱུ་དེ་ཧ་གོ་ནས་རྒྱུ་དེ་གསོག་སྒྲུབ་བྱས་ཞོག། ཨ་ནི་འབྲས་བུ་སྡུག་བསྔལ་དེ་འདོད་ཀྱི་མི་འདུག་ན། སྡུག་བསྔལ་དེ་གི་རྒྱུ་དེ་ཧ་གོ་བར་བྱེད་ཅིང་རྒྱུ་དེ་གང་ཐུག་གཅིག་ཐུག་གི་མོས་པ་བཟོ་ཐབས་བྱེད་ཞོག་ཟེར་བྱེད་དང་དེ་འདྲའི་གི་ལྟ་གྲུབ་ཅིག་ད་འདི་ཡང་སོ་སོའི self responsibility ཟེར་བ་དང་སོ་སོའི་གི་བྱས་དགོས་རེད་མ་གཏོགས་ཡ་གི་ནས་བྱས་ཡོང་གི་ཡོག་མ་རེད། འགན་དེ་སོ་སོའི་ཁི། ད་འགན་ཁི་པའི་ཐོག་ནས་སྡུག་བསྔལ་སེལ་ཐབས་དང་བདེ་བ་གྲུབ་སྟངས་དེ་ག་འདྲས་བྱས་དགོས་རེད་ཟེར་ན། སྡུག་བསྔལ་དེ་གི་རྒྱུ་དེ་ཧ་གོ་ནས་དེ་གང་ཐུག་བྱེད་བྱེད་ཨ་ནི་གཉིས་ལ་རྒྱུ་དེ་གང་ཐུག་གཅིག་ཐུག་གི་གྲུབ་ཐུབ་པ་ཡིན་ན། ཨ་ནི་བདེ་བ་ཡོང་གི་རེད་ཅེས་བྱས། འཕགས་པའི་བདེན་པ་ཞེས་བྱས། སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་པའི་བདེན་པ་ལམ་གྱི་བདེན་པ་ཞེས་བྱས་སྤྱི་ཡོངས་ཀྱི་ད་སྒྲོམ་གཞི་འདྲ་བོ་སོང་རོགས། ད་འདི་སོང་ནས། ད། བདེ་བ་སྒྲུབ་པའི་གི་བདེ་བའི་རྒྱུ་ག་རེ་ག་རེ་རེད། ཨ་ནི་སྡུག་བསྔལ་སེལ་ལ་སྡུག་བསྔལ་གྱི་རྒྱུ་ག་རེ་ག་རེ་རེད་ག་འདྲས་ཀྱིས་ནི་སེལ་དགོས་ཀྱི་རེད་ཅེས་བྱས། ད་གཉིས་པ་འདི་ཡོང་དགོས་རོགས། ད་དོགས་པ་དུ་མ་སོང་ན།

ད་ལྟ་བའི་སྐོར་ལ་ལྟ་ཆོས་གང་ཡིན་ན་ཕ་ནས་ཅིག་ངོས་ནས་ཡོག་མ་རེད་གང་ག་བརྟེན་ནས་བྱུང་བ་རེད་ང་ཚོས་མཐོང་བ་ན་ཞེས་ཕ་ནས་ཡོག་མ་རེད་ཅེས་ཀྱི་ལྟ་གྲུབ་བཀོལ་ཏེ་དངོས་སུ་སོང་ཨ་ནི་སྦས་དོན་ལ་ཨ་ནི་ལམ་གྱི་རྣམ་གཞག་ད་རྒྱུ་འབྲས་བུ་དེ་འདྲས་ཞིག་གོ་གི་འདུག་ན་ལམ་གྱི་རྣམ་གཞག་དེ་འདྲས་དེ་འདྲས་ཀྱིས་གོམས་ཞོག་དེ་འདྲས་དེ་འདྲས་ཀྱིས་གོམས་པ་ཡིན་ན་འབྲས་བུ་དེ་འདྲས་དེ་འདྲས་ཡོང་གི་རེད་ཅེས་ཀྱི་ལྟ་བའི་ཞིབ་ཚགས་པོའི་ངང་ནས་སོང་ཡས་དེ་ཨ་ནི་འཁོར་ལོ་བར་བར་ཟིན་ནས་ཤེས་ཀྱིན་གྱི་འདུག་ཡོད་སྐབས་གསུངས་པར་བ།

འཁོར་ལོ་ཐ་མའི་སྐབས་སུ་ཨ་ནི་པའི་ཤེས་པ་ཕྲ་མོ་དག་ད་སྔགས་ཀྱི་ད་ད་ནང་པའི་ཆོས་རྣམས་ལ་སྔགས་བསལ་ཏེ་ད་དེ་ནས་འཕྲོས་བྱས་ག་འདྲེ་ཤེས་པ་ཕྲ་མོ་གཅིག་ག་འདྲེ་སྤྱི་ནས་མངོན་དུ་གྱུར་པ་བྱེད་ཅེས་ཨ་ནི་མེད་པ་བཟོ་དགོས་རེད་ཟེར་ནས་བཟོད་ཐབས་དེ་འཁོར་ལོ་ཐ་མའི་སྐབས་སུ་གསུངས་པ་རེད་ཟེར་ནས་འདུག་བྱས་ནས་འཁོར་ལོ་རིམ་པ་གསུམ་གསུངས་པར་བ་ད་དེ་བྱེད་དུས་བརྩམས་པ་ལ་ད། ལམ་གྱི་ད་འགྲོ་སྟངས་ཕྲ་ཞིང་ཕྲ་བ་ཅིག་མ་ཤེས་ན།

མེད་པ་ཆགས་ཀྱི་ཡོད་མ་རེད། ཁོ་ལ་ཅིག་ལྟ་གྲུབ་ཅིག་དང་རིགས་ལམ་དང་ལྟ་གྲུབ་ཀྱི་ཐོག་ནས་ད་ལྟ་བ་ཅིག་བེད་སྤྱོད་བྱས་པའི་སྟེང་ནས་ཨ་ནེ་ལྟ་བའི་དེའི་ཁོ་ནས་ཁོ་མེད་པ་བཟོ་དགོས་རྗེས་དེ་འདྲའི་ལྟ་བའི་རིགས་ཕྲ་ཞིག་ཕྲ་བ་སོང་ཡས་དེ་དབུ་མའས་བྱས་བྱས་ད་དབུ་མའི་གཞུང་དེ་ཚོ་ནང་ལ་ད་ནང་པའི་ཆོས་ཀྱི་ལྟ་བ་མཐར་ཐུག་ད་ལྷག་པར་དུ་ད་ལྟ་བའི་ཁོ་ནས་བཤད་པ་ཡིན་ན་ཨ་ནེ་ཅིག་ནང་པའི་ཆོས་ལ་སྤྱི་ཡོངས་ཀྱི་བཤད་པ་ཡིན་ན་གྲུབ་རྟགས་མང་བ་ཤེས་བྱེད་ཆེ་གྲགས་མང་བ

ལྟ་བའི་རྣམ་གཞག་མཐར་ཐུག་བཤད་པ་མ་གཏོགས་ཆོས་ཀྱི་སྟེང་དུ་བཤད་མ་ཐུབ་པ་ཡིན་ཙང་གྲུབ་མཐའ་འོག་མ། ད་གོང་མ་སེམས་ཙམ་པ་དང་དབུ་མ་པ་དེ་ཚོ་གིས་ད་གང་ཟག་མ་ཡིན་པར་ཆོས་གང་གཱའི་སྟེང་དུ་ཁོའི་གནས་ལུགས་མཐར་ཐུག་ཅིག་གཏན་ལ་འབབ་ཐུབ་ཀྱི་ཡོད་ཡིན་ཙང་གྲུབ་མཐའ་གོང་མ་ཟེར་བྱ་ག་འདྲེ། གྲུབ་མཐའ་བཞི་གི་རྣམ་གཞག་མི་དགེ་སློབ་སྦྱོང་བྱེད་ཡུལ་དེ་གཙོ་བོ་ལྟ་བའི་སྒོ་ནས་ཡོང་པ་ཆེ་དེའི་ནང་ནས་གྲུབ་མཐའ་བཞིའི་ནང་ནས་དབུ་མ་པ་ཟེར་བྱ་ད་དཔེ་མཁན་འཕགས་པ་ཀླུ་སྒྲུབ་ཀྱིས་ད་སྲོལ་བཏོད་བྱ་ཡི་གིས་ད་ལྟ་གྲུབ་དེ་ལ་དབུ་མ་པ་ཟེར་བྱ་ད་དེའི།

ཁ་སང་ནས་ཤེས་བྱའི་ཡུལ་ཞིག་དེ་ལ་བཞག་པའི་ཐོག་ནས་ཨ་ནི་དེའི་ནང་གི་དཀའ་ཉེན་སེལ་དགོས་དུས། ཤེས་བྱའི་ཡུལ་གྱི་རྣམ་གཞག་དེ་ལ་ད་དཔེར་ན། གང་ཟག་རེད། ཨ་ནི། གང་ཟག་དཔེར་ན་ང་རང་ཚོ་ཆ་བྱས་པ་ན་སྣོད་ཀྱི་བཀོད་པ་སྣོད་ཀྱི་འཇིག་རྟེན་རེད་བཅུད་ཀྱི་སེམས་ཅན་རེད། ཨ་སེམས་ཅན་དེ་དང་དེའི་རྒྱུད་ལ་ཤེས་པ་ག་འདྲས་ག་འདྲས་ཡོད་རེད་དབང་པོ་དེ་ཚོ་ལས་ཀ་ག་འདྲས་ག་འདྲས་བྱེད་ཀྱི་ཡོད་རེད་ཁམས་ཀྱི་རིགས་ག་འདྲས་ག་འདྲས་བྱེད་འདི་ཚོ་ཞིབ་ཀྱིས་ཕྲ་བ་དེ།

བྷ་གའི་རྒྱུད་ལ་རྟོག་པ་སྐྱེས་དང། ཉོན་མོངས་ལ་གཉེན་པོ་བྱེད་དང་དེ་ཚོ་གང་གཱ་ཅི་བྱས་པ་ལ་དང་པོ། ཨ་ནི། གང་ཟག་ཁོ་རང་གི་རྒྱུད་ལ་ཚུལ་ཁྲིམས་ཡང་དག་པ་ཅིག་ཚུལ་ཁྲིམས་རྣམ་པར་དག་པ་ཅིག་གཞིར་མ་བཟུང་ན། ཨ་ནི། དེའི་གང་ལ་ཏིང་ངེ་འཛིན་གྱི་རྟོག་སྐྱེ་སྐྱེ་ཐུབ་པ་མ་རེད་ཏིང་ངེ་འཛིན་ཡག་པོ་ཅིག་བྱས་མ་ཐུབ་ན་ཤེས་རབ་སྐྱེ་འདོད་ཡང་མ་ཁོ་ལམ་བསླབ་པ་གསུམ་སའི་རྡུལ་ཟིན་ལེགས་ཡོད་དུས། ཚུལ་ཁྲིམས་ཀྱི་རྣམ་གཞག་པའི་ཕྲ་ཞིང་ཕྲ་བ་དག་གཅིག། སྡོམ་པ་ག་འདྲས་ལེན་དགོས་རེད་སྡོམ་པ་གསུང་སྟངས་ག་འདྲས་གསུང་དགོས་རེད་སྡོམ་པའི་གནས་སྟངས་ག་འདྲས་ག་འདྲས་རེད་ད་ནི་དགེ་འདུན་གྱི་སྡེ་གྱི་གཅིག་ཁོ་རང་གི་སྒྲིག་འཛུགས་ཀྱི་འོག་འགྲོ་སྟངས་དེ་ཚོ་ག་འདྲས་ག་འདྲས་ཞིབ་ཞིབ་ཕྲ་བ་དེ་ལ་བསྡུ་བ་བྱས་རྗེས་ད་ལོ་གསུམ་བཞི་ད་དེ་སློབ་སྦྱོང་གནང་གི་ཡོད་རེད་ད་བསྡུ་བ་བྱས་གཞུང་ཆེན་འདི་ད་མཐའ་མ་ད་ལྟ་གྲུབ་འདི་གཏན་ལ་འབབ་བའི་སྟངས་འདི་ཚོ་གང་ག་ལོ་རིགས་ལམ་གྱི་ཐོག་ནས་གཏན་ལ་འབབ་དགོས་ཀྱི་ཡོད་རེད་ད་རིགས་པ་ཡང་དག་ཅིག་བཀོད་ན་མ་གཏོགས་ཁོ་ད་ག་ཟེ་རེད་ད་ཟེ་བྱས་རྗེས་ཡིད་ཆེས་བྱེད་མཁན་ཡོད་མ་རེད་བསམ་བ་བཅོམ་ལྡན་འདས་ཀྱི་གསུང་ག་འདྲས་ཅིག་ཡིན་ན་ཡང། ཅེས་དད་པ་དང་སོ་སོ་གཅིག་ཡིད་གཅིག་བྱས་ནས་ལམ་སང་དེ་བྱས་ཡོག་མ་རེད་སོ་སོ་གི་དར་ཆ་བཅད་ཅེས་དངོས་གནས་འགྲིག་འདུག་འགྲིག་མི་འདུག་ཟེར་ནས་སོ་སོའི་ལྟ་བྱས་ཨ་ནི་གསུངས་དེ་ལ་ཨ་ནི་ཁས་ལེན་ཨ་ནི་ཁས་ལམ་པ་དེ་ལ་ཉམས་ལེན་ཉམས་ལེན་བྱེད་དགོས་ཀྱི་དུས་ད་འདི་འདྲའི་དར་ཆ་བཅས་ཀྱི་བཅོས་ཐབས་དེ་ལ་རིགས་ལམ་ཟེར་གྱི་ཡོག་རེད་བ་ད་རིགས་ལམ་གི་རྣམ་གཞག་དེ་དང་བཅོས་མཁན་གྱི་བློ་དེ་ག་འདྲས་ག་འདྲས་ཀྱི་ཡིན་མིན་གྱི་ཞིབ་ཚགས་པོ་དེ་ཚད་མའི་གཞུང་ཞེས་བྱས་དུས་ནས་གཞུང་ཆེན་ལྔ་དེ་ཡོམ་སྟངས་འདྲ་བོ་དེ་ད་ཅིག་དང་པོ་ཚད་མའི་གཞུང།

ད་ཉམས་ལེན་དཔེ་ཕྲ་མོ་ཅིག་སྤྲོ་དུས་ཨ་ནི་སྔགས་ཅེས་བྱའི་གྱི་ཤིག་བཏང་ཚར་ནས་ཨ་ནི་བརྒྱུད་པ་ལ་བག་ཕེབས་ཀྱིས་ཡང་དེའི་ཐོག་ལ་སློབ་སྦྱོང་བྱེད་ཀྱི་ད་ཅིག་ཤེས་པ་ཕྲ་མོའི་འགྲོ་སྟངས་དང་ད་དེའི་ཁོག་ལ་ད་རྒྱལ་ཞིག་རྒྱལ་བ་མང་པོ་ཅིག་འདུག་ཅེས་གླེགས་ཡོད་རོགས་ད་དེ་ལ་སྔགས་ཅེས་བྱའི་ད་རྗེས་ད་སློབ་སྦྱོང་བྱེད་ཀྱི་རིམ་པ་འདྲ་པོ་དེ་དེ་འདྲའི་ཟེར་གྱི་རེད་ད་དེའི་གི་གཙོ་བོ་འདྲ་བོ་མི་ཡུལ་འདྲ་པོ་དེ་ད་དེ་འབྲེལ་གྱི་སློབ་སྦྱོང་བྱས་ནས་ཉམས་སུ་བླངས་རྗེས་རང་རྒྱུད་ལ་ཡོད་པའི་ཉོན་མོངས་དེ་དག་ཅུང་རུ་ཅུང་རུ་ཅུང་རུ་ཅུང་རུ་འགྲོ་རྗེས་མཐའ་མ་དེ་ཉིན་མོངས་པ་དང་དེའི་བག་ཆགས་དང་བཅས་པ་ཤི་ཁྲིག་རྩ་གཏོར་དུ་འགྲོ་སྟེ་བས་གཏན་ནས་མེད་པར་བཟོད་ཐུབ་ན་མཐར་ཐུག་སངས་རྒྱས་ཀྱི་གོ་འཕང་བསལ་ཏེ་ད་ཅིག་བདེ་བ་མཐར་ཐུག་དེ་ཐོབ་པར་ཐོབ་པས་ཀྱི་ད་མི་འདིར་བ་ད་ལྟའི་ཐོབ་པས་དེ་ཡང་གཞན་སེམས་ཅན་གྱི་ཆེད་དུ་ཨ་ནི་ཁོ་དམིགས་ཡུལ་འདི་བཟུང་བྱས་ཡ་གས་ཐོབ་གི་ཡིན་ཟེར་དུས་ཨ་ནི་ང་ཚོས་མ་སོང་ན་ཐེག་པ་ཆེན་པོའི་ཆོས་ཟེར་ཡས་དེ་ད་ཡོང་སྟངས་འདྲ་བོ་འདུག་གོ། སངས་རྒྱས་ཀྱི་དགོངས་པ་ཐོབ་ཡས་ཀྱི་ད་དམིགས་ཡུལ་གཙོ་བོ་དེ་གཞན་དོན་སྒྲུབ་ཡས་ཀྱི་ཆེད་དུ་ཡིན་ཟེར་བྱས་ཨ་ནི་དེ་འདྲས་ཀྱི་ད་ཅིག་སེམས་ཁྱད་པར་ཅན་དེ་སྐྱེས་ཡས་དེ་ད་ཐེག་པ་ཆེན་པོའི་སེམས་སྐྱེས་ཟེར་ཡས་ད་བ་ད་དེ་ཚོའི་གི་རྣམ་གཞག་དེ་ཚོ་གང་ག་ད་གཞུང་དེ་ཚོའི་ནང་ནས་བཤད་གི་ཡོད་རེད་ད་དེ་ཡིན་དུས་གཞུང་ཆེན་བཀའ་བརྒྱད་སྔགས་ཀྱི་ད་འགྲེལ་བཤད་མདོར་བསྡུས་ཀྱི་ད་ཞུས་ཏེ་ཐུགས་རྗེ་ཆེ།

ཅིག་ལུགས་སྲོལ་འགྲོ་པོ་དེ་ཞོ་ཁའི་ཡར་ཕུལ་བའི་དང་དགོང་དག་མ་ཤ་མེད་ཀྱི་ལུགས་སྲོལ་འདི་ཁོ་དེར་བར་མ་དོ་ཅི་འོང་གི། ཡར་ཞོ་ཁའི་ཕུལ་ནས་ཞོ་ཁའི་མ་བསྡུས་ན་འདྲ་ཡར་ཉུང་ཁུའི་ཕུལ་ནས་ཉུང་ཁུའི་མ་བསྡུས་ན་འདྲ་མཚན་ལ་ཕུལ་ན་འདྲ་ཁོ་ཡར་འདི་མཆོད་པ་ཕུལ་བའི་རོ་མཆོད་པ་ཕུལ་ཡོད་ལ་དུས་ཚོད་གང་ཁྱད་པར་ཁྱད་ཡོད་མ་ཐག་ག་དུས་ཡིན་ནས་མཆོད་པ་ག་དུས་ཡིན་ནས་ཕུལ་ན་ཡག་པོ་རོ་དང་ཕུལ་ཐུབ་ཡོད་ན།

ཆ་བེད་ཀྱི་མཚན་མི་འདྲ་བ་བཅུ་གསུམ་གྲངས་རེ་མ་གཏོགས་བྱུང་ཕྱིར། གང་ཅིར་བཀའ་བོད་ལྔ་གཅིག་པར་བཀའ་བོད་ལྔ་ཟེར་བའི་དུས་ད་ཚེ་མའི་གཞུང་ཕར་ཕྱིན་གྱི་ཤིང་ཨ་ནི་མངོན་པའི་གཞུང་བསྡུ་བའི་གཞུང་ད་དབུ་མའི་གཞུང་ཟེར་འདུག་པར་བ་དེ་གཅིག་པར་འགྲོ་སྟངས་འདྲ་བོ་ད་ཡིན་ན་ཡང་སོ་སོ་སོ་སོ་གི་ཁོ་ཏའི་རྩ་བ་རུ་ད་དཔེར་ན་ཚེ་མའི་གཞུང་སྦྱང་ངན་བྱས་ན་རྣམ་འགྲེལ་ལས་རྩ་བ་གཅོད་ཀྱི་ཡོད་པས་ཡང་ཀུན་འདུས་ཚད་མ་ཀུན་འདུས་འདྲ་བོ་བྱས་པས་རྩ་བ་འགྲུབ་ཀྱི་རེད་ད་རིགས་འདི་ལ་ག་རེ་འགྲོ་གི་རེད་ཨ་ནི་སོ་སོ་དཔེར་ན་དགེ་འདུན་ཆ་བྱས་ན།

རྙེད་ལ་ཁ་ཆེ་ནི་སློབ་ཁྲིད་གནང་གི་མེད་ན་ག་སྲིད་ན་ཁོ་དབུས་མ་དང་གཉིས་མཛོད་དང་ཚང་མ་ཟིན་པར་རོ། འདི་དང་པོ་སོ་སོའི་ཉམས་ལེན་པ་ཅིག་ངོས་ནས་ནི་ཚུལ་ཁྲིམས་དང། དེ་ནས་བསམ་བློ་བཏང་དུས་བརྩམས་པ་ལ་ད་ལྟ་བསྡུ་བའི་གཞུང་འདི་ཡིས། ཚུལ་ཁྲིམས་བཅུ་གོ་གཅིག་ལྟ་གསུང་ཡང་དེ་ཚུལ་ཁྲིམས་རེད་དེ་ཚུལ་ཁྲིམས་བཅུ་གོ་མ་རེད་ལྟ་འདི་གནང་ལོ་བསྡུ་བའི་ལས་བྱེད་ཕྱོགས་སྐོར་ཤུགས་ཆེན་པོ་ཡོད་རེད་བ།